ཡ། ད་དེ་སྔོན་ཆོས་གྲོགས་འགའ་ཤས་ཅིག་གིས་དེ་ནི་ཟག་བཅས་ཟག་མེད་སྐོར་ལ་བཤད་དགོས་ཡོད་ཁོང་རྣམ་པས་ཡང་ནས་ཡང་དུ་གསུངས་སོང་སྟེ་ཡིན་ན་ཡང་ད་ད་ལྟ་བར་དུ་དེ་ནི་ཅིག་ཡག་པོ་ཅིག་བཤད་མ་ཐུབ་ནས་ལྷག་སོང་བ་རེད་ད། དེ་ནི་ད་རིང་ཟག་བཅས་ཟག་མེད་སྐོར་ལ་ཏོག་ཙམ་ཅིག་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་དེ་ཡང་དེ་ནི་ལས་སླ་མོའི་ཐོག་ནས་ཧ་གོ་ཡས་ཀྱི་ཆེད་དུ་དེ་ནི་མུ་གསུམ་མུ་བཞི་འགྲོ་ཅིག་གི་བརྒྱུད་ནས་ཞུ་ཡས་ཡིན་རུང་བ། ད་འདིའི་ནང་ལོགས་ལ་ཤེས་བྱ་ག་རེ་སྒྲུག་ཅིག་གླན་ཡོད་ལགས་ན། དཔེར་ན་དུས་རྒྱུན་ང་རང་ཚོ་དེ་ནི་དམིགས་བའི་སྒོ་ནས་ཟག་པ་བརྒྱད་པ་དང་མཚུངས་ལྡན་གྱི་སྒོ་ནས་ཟག་པ་བརྒྱད་པ་རོ་ཅིག་གསུངས་ཀྱི་ཡོད་རུང་བ། ཡིན་ན་ཡང། ངས་ག་རེ་ཞུས་ཡིན་ལབ་ན་དམིགས་པའི་སྒོ་ནས་ཟག་པ་སྐྱེ་བ་དང་སྐྱེ་སུ་རུང་བ་གཉིས་ཁ་ཁ་རེད་ཤག་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེ་བ་དང་སྐྱེ་སུ་རུང་བ་ཁ་ཁ་རེད་ཤག་དམིགས་པས་སྐྱེ་བ་དང་དམིགས་པའི་སྒོ་ནས་སྐྱེ་བ་དེ་ཚོ་རྦད་ཁོ་རང་ཁ་ཁ་རེད་ཤག་ཞུས་ཡ་ཡིན་ད་འདི་ཡང་དེ་ནི་མུ་གསུམ་མུ་བཞི་གི་དཀྱུས་ནས་ཞུས་སོང་བ་ཡིན་ན་ད་དང་པོ་མུ་དང་པོ་འདི་ག་རེ་བྱ་ཡ་ཡིན་ལབ་ན། དམིགས་པའི་སྒོ་ནས་ཟག་པ་སྐྱེ་བ་དང་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེ་བ་ལ་མུ་ག་ཚོད་ཡོད་རེད་ལབ་ན་ད་འདི་ལ་མུ་བཞི་ཐམ་པ་འདུག་ཞུས་ཡ་ཡིན་ད་དང་པོ་དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་ཡིན་ལ་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེ་བ་མ་ཡིན་གན་དེ་ག་རེ་བཞག་ལ་ན་དེ་ནི་འདོད་ཆགས་ཅན་གྱི་མི་དང་ཞེ་སྡང་ཅན་གྱི་མི་དེ་ཚོ་བཞག་ན་འགྲིག་གི་འདུག་དྲན་གྱི་འདུག་དཔེར་ན་འདོད་ཆགས་ཅན་གྱི་མི་ད་མི་དེ་འདོད་ཆགས་ཆེན་པོ་འདུག་ལབ་ཏུ་བརྩམས་ལ་ཁོ་འདོད་ཆགས་སྐྱེས་འདུག་ལབ་ཡོད་རེད་བ་འདོད་ཆགས་སྐྱེས་འདུག་ལ་ན་ཟག་པ་སྐྱེས་འདུག་ལབ་ཡོད་རེད་དེ་ནི་ཁོ་ཟག་པ་དེ་མཚུངས་ལྡན་གྱི་སྒོ་ནས་སྐྱེ་ཐབས་ཡོད་མ་རེད་ད་དེ་ནི་ཁོ་ག་རེ་འདུག་ལ་ན་དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་རེད་འདུག་བ་དེ་ནི་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེས་ལ་དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་མ་ཡིན་གན་དེ་ག་རེ་བཞག་ལ་ན་དེ་ནི་གནས་ལྔ་བོའི་ནང་ལ་མཛོད་ནས་རྔ་བའི་ནང་དུ་ག་རེ་གསུངས་ཀྱི་འདུག་ལགས་ན། དེ་ནི་གང་ཞིག་གང་དང་མཚུངས་ལྡན་པ་དེ་ནི་དེ་མཚུངས་ལྡན་གོ་ནས་ཟིན། ཨ་ནི་ཉོན་མོངས་དང་མཚུངས་ལྡན་དུ་འགྲོ་ན་ད། ཨ་ནི་མཚུངས་ལྡན་གོ་ནས་ཟག་པ་སྐྱེ་བར་འགྱུར་གསུངས་ཀྱི་ཡོད་རེད་ད། འགྲེལ་བའི་ནང་ཁོ་རང་ལ་ཡང་ག་རེ་གསུངས་ཀྱི་འདུག་ལགས་ན། དེ་ནི་ཕྲ་སྐྱེས་གོ་སྐྱེས་ལས། དེ་ནི་ཟག་མེད་ལ་དམིགས་པ་དེ་ཚོ། ཨ་ནི། མཚུངས་ལྡན་ཁོ་ནས་སྐྱེ་བ་རེད་གསུངས་ཡོད་རེད་དེ་འདྲའི་ཡུལ་དུ་བརྩམས་པ་ལ། ད་ཟག་མེད་ལ་དམིགས་པའི་ཉོན་མོངས་དེ་ཚོ། མཚུངས་ལྡན་གྱི་གོ་ནས་སྐྱེ་བ་ཡིན་ཡིན་ན་ཡང་དམིགས་པའི་གོ་ནས་སྐྱེ་བ་མ་ཡིན་ལགས་ན་ཞུ་ཡ་ཡིན་རེད་བ། ད་དམིགས་པའི་གོ་ནས་ཡང་སྐྱེ། མཚུངས་ལྡན་གྱི་སྒོ་ནས་གྱེས་མཁན་དེ་གར་བཞག་ལ་དེ་ནི་འདོད་ཆགས་དང་ཞེ་སྡང་ལ་སོགས་པ་དང་ད་གཉིས་ཀ་མ་ཡིན་མཁན་དེ་དབང་པོ་ལྔ་དང་དོན་ལྔ་ལ་སོགས་པ་བཞག་ན་འགྲིག་གི་ཡོད་རེད་ད་ཡིན་ན་ཡང་འདི་འདྲའི་མུ་བཞག་ཡོང་དུ་བརྩམས་པ་ལ་དྲི་བ་ཅིག་ག་རེ་སླེབས་ཀྱི་འདུག་ལ་ན། དེ་ནི། ཟག་མེད་ལ་དམིགས་པའི་ཉོན་མོངས་དེ། ཨ་ནི་དམིགས་པའི་སྒོ་ནས་བསགས་པ་སྐྱེ་བ་གར་གྱི་ནི་མ་རེད། དཔེར་ན་བུམ་པ་དེ་དམིགས་པའི་སྒོ་ནས་བསགས་པ་སྐྱེ་བ་མ་རེད་པས། ཨ་ནི་བུམ་པ་ལ་དམིགས་ནས་བསགས་པ་སྐྱེ་ཡ་འདུག་བ། ཨ་ནི་དུས་རྒྱུན་མཛོད་ཀྱི་ནང་ཁོ་རང་ལ་ཡང། ལམ་མ་གཏོགས་པའི་འདུ་བྱེད་རྣམས་ཟག་བཅས་གང་ཅི་དེ་དག་ལ། ཟག་རྣམས་ཀུན་ཏུ་སྐྱེ་བར་འགྱུར། ཟག་བཅས་ཡིན་ན་ཅིག་ཟག་པ་སྐྱེ་བ་རུ་ཅིག་ཡིན་སྐོར་ཅིག་བཤད་མི་འདོད་ལབ་ཡོང་དུས་བརྩམས་པ་ལ། ད་འདི་ངས་ག་རེ་ཞུ་ཡན་ལགས་ན་དེ་ནི། ཟག་པ་སྐྱེ་བ་དང་སྐྱེས་སུ་རུང་བ་གཉིས་འབད་ཁོ་རང་ཁ་ཁ་རེད་འདུག། ཨ་ནི་ཁྱིམ་ཆེ་ཆུང་དེ་ཚོའི་ནང་ལོགས་ལ། ཨ་ནི་ཟག་པ་སྐྱེས་སུ་རུང་བ་གསུངས་ཤག། དེ་འདྲའི་ཡུལ་འདི་ཙམ་པ་ལ། ག་རེ་ཞུ་ཡང་ལ་ན་བུམ་པ་དེ་ཟག་པ། དམིགས་པའི་སྒོ་ནས་ཟག་པ་སྐྱེ་བ་ཡང་མ་ཡིན་ཚུལ་འདི་གཉིས་སྒོ་ནས་ཟག་པ་སྐྱེ་བ་ཡང་མ་ཡིན་ལ་ན་ཞུ་ཡང་ཡིན་རུང་ད་ཡིན་ན་ཡང་བུམ་པ་ཟག་བྱེད་རེད་བ། ད་འདི་ཟག་བྱེད་ཡིན་པའི་རྒྱུ་མཚན་ཤོག་ལབ་ན། ད་འདི་ངས་འདི་ཏོག་ཙམ་ཕྱིས་སུ་ཞུ་ཡང་ཡིན་རུང་བ། ད་འདི་ནི་མུ་གཉིས་བ་འདི་ག་རེ་ཞུ་ཡང་ལ་ན། ག་རེ་ཟག་ཚུལ་འདི་གཉིས་སྒོ་ནས་ཟག་པ་སྐྱེ་བ་དང་ཚུལ་འདི་གཉིས་སྒོ་ནས་ཟག་པ་སྐྱེ་སུ་རུང་བ་ལ་མུ་ག་ཚོད་ཡོད་རེད་ལ་ན་ཡང་འདི་ལ་ཡང་མུ་བཞི་འདུག་ལ་ན་ཞུ་ཡང་ཡིན་རུང་བ། ད་དཔེར་ན་ཚུལ་འདི་གཉིས་སྒོ་ནས་ཟག་པ། རྒྱལ་བ་ཡིན་ལ་རྒྱས་སུ་རུང་བ་མ་ཡིན་གྱི་འདི་ག་རེ་བཞག་ལགས་ན། ད་ལྟ་ཀྱི་སྔོན་ལ་བཞག་པ་ནང་བཞིན་དུ། ཨ་ནི་ཡང་ལམ་བདེན་ལ་དམིགས་བའི་ཉོན་མོངས་དེ་ཚོ་སུན་འབྱིན་གྱི་སྒོ་ནས་ཟག་པ་རྒྱས་པ་རེ་རྒྱས་སུ་རུང་བ་མ་རེད། ཟག་པ་རྒྱས་སུ་རུང་བ་ལ་ན་ཟག་པ་འཕེལ་རུང་བ་རེད་འདུག་ཟག་པ་ཆེ་རུ་ཆེ་རུ་འགྲོ་བའི་སྐད་ཆ་རེད་འདུག་བ། དེ་ནི། ལམ་བདེན་ལ་དམིགས་བའི་ཉོན་མོངས་དེ་ཚོ་ད་ཟག་པ་ཟག་ཟག་པ་ཆེ་རུ་ཆེ་རུ་འགྲོ་རུང་གི་ཡོད་མ་རེད། དཔེར་ན། ཅིག་ཟག་མེད་ལ་དམིགས་བའི་ཉོན་མོངས་དང་ཟག་བཅས་ལ་དམིགས་བའི་ཉོན་མོངས་དེ་ཚོ་དུས་རྒྱུན། དཔེ་ག་ནས་འགྲོ་བ་ཅིག་གི་ཐོག་ནས་འགྲེལ་བཤད་རྒྱག་གི་ཡོད་ལ་ན་དཔེར་ན་དོ་ཚ་བོ་ཅིག་གི་སྟེང་དུ་ཨ་ནི་སྣུམ་བོ་བ་དང་དོ་ཚ་བོ་ཅིག་གི་སྟེང་དུ་ཆུ་བོ་བ་གཉིས་ཀྱི་དཔེ་བཞག་གི་ཡོད་རོ་ད་སྣུམ་དེ་བོ་སོང་པ་ནས་སྣུམ་དེ་ཕ་ཕ་ཁྱབ་འགྲོ་གི་འདུག་འཕེལ་འགྲོ་གི་འདུག་ཆུ་བོ་སོང་པ་ཡིན་ན་དེ་ནི་ཚུར་ཚུར་བསྡུས་ཡོང་གི་འདུག་དེ་ནི་ཆུ་དེ་མགྱོགས་པོ་མགྱོགས་པོ་སྐམ་འགྲོ་གི་འདུག་དཔེ་མཚོན་འདི་འདྲ་བཞག་གི་ཡོད་རོ་དེ་ནས་བཟུང་བ་ལ་ལམ་བདེན་ལ་དམིགས་པའི་ཉོན་མོངས་དེ་དེ་ནི་རྩ་བ་ཉིད་ནས་འཕེལ་ཐུབ་ཀྱི་ཡོད་མ་རེད་འཕེལ་རུང་གི་མ་རེད་ཡིན་དུས་བསམ་པ་ལ། ག་རེ་ཡིན་ལགས་ན་ཚུལ་ལྡན་གྱི་སྒོ་ནས་བསགས་པ་རྒྱས་སུ་རུང་བ་མ་ཡིན། ཚུལ་ལྡན་གྱི་སྒོ་ནས་བསགས་པ་རྒྱས་བ་ཡིན་རུང། ད་དེ་ནི་ཚུལ་ལྡན་གྱི་སྒོ་ནས་བསགས་པ་རྒྱས་སུ་རུང་བ་ཡིན་ལ་ཡང་ཚུལ་ལྡན་གྱི་སྒོ་ནས་བསགས་པ་རྒྱས་བ་མ་ཡིན་མཁན་དེ་ག་རེ་བཞག་ལགས་ན་ད་འདི་ལ། ག་རེ་ཟ་ད་རྣམ་ཤེས་ཚོགས་དྲུག་དེ་ཚོ་བཞག་ན་འགྲིག་ས་རེད། རྣམ་ཤེས་ཚོགས་དྲུག་དེ་ཚོ་ད་ཉོན་མོངས་དང་ཚུལ་ལྡན་དུ་འགྲོ་ཆོག་གི་རེད་བ་དེ་ནི་ཡིན་དུས་བསམ་པ་ལ་ཚུལ་ལྡན་གྱི་སྒོ་ནས་བསགས་པ་རྒྱས་སུ་རུང། ཡིན་ན་ཡང། ཁ་བཏུག་ཐད་ཀར་ཚོན་ལྡན་གོ་ནས་ཟག་པ་རྒྱས་པ་རེད་ལབ་ན་ད་འགྲེལ་བཤད་ཀྱང་དཀའ་ལས་ཁག་པོ་རེད་འདུག་དེ་ནས་ཡིན་དུས་བརྩམས་པ་ལ། ཚོན་ལྡན་གོ་ནས་ཟག་པ་རྒྱས་སུ་རུང་ལ་ཚོན་ལྡན་གོ་ནས་ཟག་པ་རྒྱས་བ་མ་ཡིན་པས། ད། གཉིས་ཀ་ཡིན་པ་ལས་སླ་བོ་མ་རེད། ད་ཡིན་ན་ཡང་འདི་འདྲའི་རུ་གཅིག་དྲི་བ་དྲིས་ཡོང་དུས་བརྩམས་པ་ལ་ཡང་ག་རེ་རུ་གཅིག་སླེབས་ཀྱི་འདུག་ལགས་ན། དེ་ནི། ལམ་བདེན་ལ་དམིགས་པའི་ཉོན་མོངས་དེས། ད་ཚོན་ལྡན་གྱི་གོ་ནས་ཟག་པ་རྒྱས་སུ་རུང་བ་རེད་མི་འདུག། ཨ་ནི། སྐར་ས་ད་ཀྱི་དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་ཡང་རེད་མི་འདུག་ད་ཡང་དེ་ཟག་བཅས་མ་རེད་པའི་བླ་ན་ཡང་དྲི་བ་གཅིག་སླེབས་ཀྱི་རེད་བ། དེ་ནུས་ན་ཙང་དེའི་ལན་དུ་ཡང་ད་ཡང་ཏོག་ཙམ་ཕྱི་ལ་ཞུ་ཡ་ཅེར་བ། ད་དེ་ནི་མུ་གསུམ་པ་དེ་ག་རེ་བྱ་ཡ་ལ་དེ་ནི་ཡང་དམིགས་བུའི་སྒོ་ནས་ཟག་པ། སྐྱེ་བ་དང་དམིགས་བུའི་སྒོ་ནས་ཟག་པ་སྐྱེ་སོ་རུང་བ་ལ་མུ་ག་ཚོད་འདུག་ལ་ད་དེ་ལ་མུ། གསུམ་འདུག་བླ་ན་ཞུ་ཡ་ཡིན་རོ། དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་ཡིན་ན་སྐྱེ་སོ་རུང་བ་ཡིན་པས་སྐྱེ་དམིགས་བུའི་སྒོ་ནས་ཟག་པ་སྐྱེ་སོ་རུང་བ་ཡིན་ན་དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་ཡིན་པས་མ་སྐྱེ་བ་ད་དེ་ལ་དཔེ་མཚོན་དཔེ་མང་པོ་ཡོད་དཔེར་ན་ཤེས་པ་རུ་ཆ་བཞག་པ་ཡིན་ན་ཡང་ལམ་བདེན་ལ་དམིགས་པའི་ཉོན་མོངས་དེ་ཚོ་ཐམས་ཅད་ཟག་མེད་ལ་དམིགས་པའི་ཉོན་མོངས་དེ་ཚོ་ཐམས་ཅད་ཨ་ནི་དམིགས་པའི་སྒོ་ནས་ཟག་པ་རྒྱས་སུ་རུང་བ་ཡིན་དམིགས་པའི་སྒོ་ནས་ཟག་པ་རྒྱས་པ་མ་ཡིན་རུང་དེ་ག་ནང་བཞིན་ཨ་ནི་གཟུགས་རུ་ཆ་བཞག་པ་ཡིན་ན་དེ་དབང་པོ་འམ་དོན་ལྔ་ལ་སོགས་པ་དེ་ཚོ་ཐམས་ཅད་ཀྱང་དམིགས་པའི་སྒོ་ནས་ཟག་པ་རྒྱས་སུ་རུང་བ་ཡིན་དམིགས་པའི་སྒོ་ནས་ཟག་པ་རྒྱས་པ་མ་ཡིན། ཨ་ནི་འཇིག་རྟེན་མིན་འདུ་བྱེད་ཆ་བཞག་པ་ན་ཕུང་པོ་མ་ནིང་ལ་སོགས་པ་དེ་ཚོ་ཨ་ནི་དམིགས་པའི་སྒོ་ནས་ཟག་པ་རྒྱས་སུ་རུང་བ་ཡིན་དམིགས་པའི་སྒོ་ནས་ཟག་པ་རྒྱས་པ་མ་ཡིན་རུང་ད་འདིའི་སྐབས་སུ་ཡང་དྲི་བ་ག་རེ་སླེབས་ཀྱི་འདུག་ལགས་ན་དེ་འདྲ་ཡིན་ན་ཡང་དེ་ནི་གཟུགས་ལ་སོགས་བ་དེ་དམིགས་པའི་སྒོ་ནས་ཟག་པ་སྐྱེས་པ་རེད་མི་འདུག་བ། མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེས་པ་རེད་མི་འདུག་བ་སྐྱེས་སུ་རུང་བ་ཡང་རེད་མི་འདུག་བ། ད་ཡང་ཟག་བཅས་ཡིན་པའི་རྒྱུ་མཚན་ག་རེ་ཡོད་ལགས་ན་ད་དེ་ཡང་ཞུགས་ལ་ཞུ་རྒྱུ་བྱེད་རོགས། ད་དེ་ནི། མུ་བཞི་བ་དེ་ག་རེ་བྱ་ཡིན་ལ་ན། དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་དང། དམིགས་བས་སྐྱེ་བ་དང་ཟེར་རོ། དམིགས་བུའི་སྒོ་ནས་ཟག་པ་སྐྱེ་བ་ལ་མུ་ག་ཚོད་ཡོད་ལ་ན། ད་འདི་ལ་མུ་གསུམ་ཡོད་རེད། དམིགས་བས་སྐྱེས་ན་དམིགས་བུའི་སྒོ་ནས་སྐྱེ་བས་ཁྱབ། དམིགས་བུའི་སྒོ་ནས་སྐྱེས་ན། དམིགས་བུའི་སྒོ་ནས་ཟག་པ་སྐྱེས་ན། དམིགས་བས་ཟག་པ་སྐྱེ་བས་མ་ཁྱབ། ག་རེ་བྱ་ཡིན་ན་ཡང་འདོད་ཆགས་ཅན་གྱི་མི་དེ་ཚོ་བཞག་པ་ཡིན་ན། ཁོང་ཚོ་དེ་ནི་དམིགས་བས་བསགས་པ་སྐྱེ་བ་མ་རེད་དམིགས་བུའི་གོ་ནས་བསགས་པ་སྐྱེ་བ་རེད་ལ་ནི་ཞུ་ཡ་ཡིན་རུང་བ། ད་དེ་ནི་མུ་ང་བ་ཅིག་བཞག་ཡ་ཡོད། མུ་ང་བ་དེ་དཔེ་མ་ཟད་གལ་ཆེན་པོ་ཡིན་རུང་བ། ད་འདི་སྔོན་པོའི་འགྲེལ་བ་དེ་ཚོ་ནང་ལོགས་ལ་དེ་ནི་དམིགས་སྐྱེ་ཁོ་ན་ཡིན་པ་མེད། ཨ་ནི་དམིགས་བས་སྐྱེ་ན་མཚུངས་ལྡན་སྐྱེ་བའི་ཁྱབ་ལ་ཡོད་རེད་དེ་ནི་ལོས་བརྩམས་པ་ལ་དམིགས་བས་སྐྱེ་བ་དང་མཚུངས་ལྡན་གྱི་སྐྱེ་བ་ལ་མུ་ག་ཚོད་ཡོད་རེད་ལ་ན། ད་འདི་གཉིས་ལ་ཨ་ནི་ཡང་མུ་གསུམ་ཡོད་ཞོན་ཡང་རེ་བ་དམིགས་བས་བསྐྱེད་ན་ཚུར་འདུན་བསྐྱེད་པས་ཁྱབ་ཀྱང་ཚུར་འདུན་བསྐྱེད་ན་དམིགས་བས་བསྐྱེད་པས་མ་ཁྱབ། ཨ་དཔེ་མཚོན་གར་བཞག་ལ་ན་ཡང་ལམ་བདེན་ལ་དམིགས་བའི་ཉོན་མོངས་ཏེ། ལམ་བདེན་ལ་དམིགས་བའི་ཉོན་མོངས་དེ་དེ་ནི། གར་ས། དམིགས་བས། གར་ས། ཚུར་འདུན་གྱི་ཁོ་ནས་བསྐྱེད་པ་ཡིན་ན་དམིགས་བས་ཁོ་ནས་བསྐྱེད་པ་རེད་མི་འདུག། ད་འདི་ལ་འདི་འདྲའི་ལབ་ཡོང་དུ་ཙང་ད་འདིའི་སྐབས་སུ་དོགས་པ་དཔེ་ཆེན་པོ་སླེབས་ཀྱི་ཡོད་རེད་ད་ལམ་འདི་ལ་དམིགས་པའི་ཉིན་མོ་དེ་དམིགས་པའི་གར་ཅན་གྱི་བ་མ་རེད་ཟེར་ལམ་འདི་ལ་དམིགས་ནས་དམིགས་རེད་བ་གྱེས་ནས་གྱེས་རེད་བ་ལབ་ན། ད་ངས་ཐད་ཀར་ལན་འདི་ག་རེ་ཡིན་ལབ་ན་དམིགས་ཡས་དམིགས་རེད་གྱེས་གྱེས་ཀྱི་མ་རེད་ལབ་ན་ཞུ་ཡས་རེད་བ། ཨ་ནི་ལམ་འདི་ལ་དམིགས་པའི་ཉིན་མོ་དེ། གྱེས་ཀྱི་མེད་ན་འདི་སྔོན་ལ་ག་རེ་མུ་ལ་བཞག་པ་རེད་ལབ་ན། ཨ་ནི་མཚུངས་ལྡན་གྱི་སྒོ་ནས་ཉིན་མོ་གྱེས་པའི་དཔེ་ལ་བཞག་མ་རེད་བས་ལབ་ན་ད། དེ་ནི་མཚུངས་ལྡན་གྱི་སྒོ་ནས་ཟག་པ་གྱེས་ན་ཟག་པ་གྱེས་པའི་ཁྱབ་ཀྱི་མི་འདུག་ལབ་ན་ཞུ་ཡས་རེད་བ། ད་འདི་འདྲའི་ཡིན་དུ་ཙང་བ་ལ། དེ་ནི་འོ་ན་ཟག་བཅས། ཡིན་མ་ཡིན་དེ་ལྟར་འདོད་ན་ཟག་བཅས་ཡིན་མིན་དེ་ག་རེ་བརྟག་དགོས་རེད་ལབ་ན་ད་ད་གྱི་སྔོན་ལ་དྲི་བ་མང་པོ་ཞིག་ཡོད་རེད་དུས་ཚང་མ་གི་ལན་ལྷན་དུ་ཞུས་སོང་པ་ཡིན་ན་ད་དང་པོ་དཔེར་ན་བུམ་པ་དྲུག་ཅིག་ཟག་བཅས་ཡིན་པའི་རྒྱུ་མཚན་ཤོག་ལབ་ན་དཔེར་ན་ཁྱེད་རང་གི་བུམ་པ་དེ་དམིགས་པའི་སྒོ་ནས་ཟག་པ་སྐྱེ་བ་མ་རེད་ལབ་སོང། ཨ་ནས་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེ་བ་མ་རེད་མཚུངས་ལྡན་སྒོ་ནས་ཟག་པ་སྐྱེ་སུ་རུང་པ་ཡང་མ་རེད་ལབ་སོང། ལམ་བདེན་ལ་དམིགས་པའི་ཉོན་མོངས་དེ་ཚོ་དམིགས་པའི་སྒོ་ནས་ཟག་པ་སྐྱེ་བ་མ་རེད་ལབ་སོང། དེ་ག་ནང་བཞིན་མཚུངས་ལྡན་གྱི་སྒོ་ནས་ཟག་པ་སྐྱེ་སུ་རུང་པ་མ་རེད་ལབ་སོང། ད་དེ་ཚོ་མང་པོ་ཅིག།

དཔེར་ན་ལམ་འདི་ལ་དམིགས་པའི་ཉོན་མོངས་དེ་ཡང་དེ་ནི་ཚུལ་འདི་ཉིད་ཁོ་ནས་ཟག་པ་སྐྱེས་སུ་རུང་བ་མ་ཡིན་ཁོ་ཟག་བཅས་ཡིན་ཟག་བཅས་ཡིན་ཏེ། དམིགས་པའི་ཁོ་ནས་ཟག་པ་སྐྱེས་སུ་རུང་བ་རེད་འདུག་བླ་ན་ཞུ་ཡན་ཡིན་རུང་ད་དེ་ག་ནང་བཞིན་དེའི་ལན་འདི་གི་དེ་ནི་མང་པོ་ཅིག་ལ་ལན་ཐེབས་འགྲོ་གི་ཡོད་རེད།